ད་ཐེངས་ཀྱི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང། རྒྱ་ནག་ནས་ཁྱབ་གདལ་ཕྱིན་པའི་ཏོག་དབྱིབས་ནད་དུག་གསར་པ་དང་འབྲེལ། དྲ་མིང་ལ་སིང་དཱ་མ་ཞེས་པ། རྩོམ་པ་པོ་ཁོང་གིས་དྲ་ཐོག་ཏུ་སྤེལ་བའི་རྩོམ་ཡིག་ཅིག། རྩོམ་པ་པོ་རང་ཉིད་ནས་ཆོག་མཆན་ཡོད་པའི་ཐོག་ནས་སྒྲོག་སྦྱངས་ཞུ་རྒྱུ་ཡིན། ལར་ནས་འདི་ག་གནམ་འོག་གི་སེམས་རྒྱུད་ཚན་པས་སྤྱི་ཚོགས་དཔྱད་བརྗོད་ལེ་ཚན་གྱི་སྡིངས་ཆ་ནས་སྤེལ་བའི་རྩོམ་ཡིག་གང་ཡིན་ཡང། རྩོམ་པ་པོའི་ཆོག་མཆན་ཡོད་པའི་ཐོག་ནས། དཔྱད་བརྗོད་ཀྱི་ངོ་བོ་ཡིན་པ། སྤུས་ཀ་བཟང་བ། རྒྱུ་ཆ་ཟབ་པ། སྤྱི་ཚོགས་ལ་དུས་རབས་ཀྱིས་བརྗེད་ཟིན་པའི་ལམ་སྟོན་ཐུབ་པ། རྨོངས་དད་ཀྱིས་བཅིངས་པ་མ་ཡིན་པ། མངོན་བརྗོད་ཁོ་ན་བེད་སྤྱད་དེ་བརྗོད་དོན་མི་གསལ་བ་མ་ཡིན་པ། གཏེར་ལས་རང་བཞིན་དང་མགོ་སྒུར་རིང་ལུགས་པའི་སློབ་གསོའི་འོག་ཏུ་ཚུད་པ་མ་ཡིན་པ་བཅས་ཀྱི་ཆ་རྐྱེན་འོག་འདི་ག་གསལ་ཁང་ནས་བརྒྱུད་སྤེལ་ཞུ་རྒྱུ། དེ་ནི། བོད་ཀྱི་གནད་དོན་ལ་འགན་ཁུར་བྱེད་པ། བོད་ཡིག་གི་རྩོམ་རིག་ལ་མཐོང་ཆེན་བྱེད་པ། བོད་ཀྱི་སྐད་ཡིག་དང་གྱ་སྟོན་སྲུང་སྐྱོབ་བྱེད་པའི་སྤྱི་ཚོགས་ཞབས་ཞུའི་ངོ་བོ་ལྡན་པའི་ལེ་ཚན་ཞིག་ཡིན་པས། མཁྱེན་དཔྱོད་ཡངས་པའི་རྩོམ་པ་པོ་གང་མང་ཞིག་མཉམ་ཞུགས་ཐུབ་པ་དང། མང་ཚོགས་རང་བཞིན་གྱི་དོ་སྣང་གསར་པ་ཞིག་ཡོང་པའི་སྨོན་འདུན་ཞུ་གི་ཡོད།

རྒྱ་ནག་ནད་དུག་འདིས་ད་ལྟ་འཛམ་བུ་གླིང་གི་གྲོང་དང་གྲོང་ཁྱེར་ཐམས་ཅད་དམག་འཁྲུག་ལས་ཀྱང་རྫ་དྲག་ཆེ་བའི་གཡུལ་ས་འདོན་མ་བཟོད་པ་མ་ཟད། འགྲོ་བ་མིའི་ཚེ་སྲོག་ཡང་ཆུ་ཚོད་སྐར་མ་དང་བང་རིམ་པ་བཞིན་ཤོར་བཞིན་ཡོད་པས། ཨ་རིའི་སྲིད་འཛིན Donald Trump གྱིས། ང་ཚོ་དཔལ་འབྱོར་གྱི་སྒོ་ལྕགས་གུན་གསབ་བྱེད་ཐུབ་མོད། མིའི་ཚེ་སྲོག་ཤོར་བ་དེ་དག་ནམ་ཡང་ཆུ་འགུགས་བྱེད་ཐུབ་ཐབས་མེད་གསུངས་པ་ལྟར། ཚེ་སྲོག་ལ་མཐོང་ཆེན་བྱེད་མཁན་གྱི་རྒྱལ་ཁབ་དང་མི་རིགས་ཁག་གི་མགོ་ལ་གློ་བུར་དུ་གནམ་བདེ་བ་ལྟ་བུའི་ཆག་སྒོ་བཅོམ་པ་དང། འཇིག་རྟེན་སྐད་ཅིག་ཉིད་དུ་ནད་དུག་དང། གཡུལ་འགྱེད་བྱེད་པའི་རླུང་འཁོར་ཚུབ་མ་ཞིག་གི་ནང་དུ་ཚུད་ཡོད། ཡིན་ན་ཡང་སྟོབས་ཆེན་ཨ་རི་རྒྱལ་ཁབ་ཀྱིས་སྣེ་ཁྲིད་པའི་འཛམ་བུ་གླིང་པ་ཚོས་ནད་དུག་འདི་ནས་རྣམ་པར་རྒྱལ་རྒྱུ་ནི་དུས་ཚོད་ཀྱི་སྔ་ཕྱི་ཙམ་ཡིན། འདི་དག་ཐམས་ཅད་རིམ་པས་ས་ས་མེར་དང་རྡོ་རྡོ་མེར་ཆགས་རྗེས། རྒྱ་ནག་གི་བཀའ་ཚིག་གཞི་ནས་འགོ་ཚུགས་པ་ཡིན། འདས་པའི་ལོ་བཅུ་གྲངས་གཉིས་གསུམ་རིང། འཛམ་བུ་གླིང་དུ་རྒྱ་ནག་གི་དཔལ་འབྱོར་དང། རྒྱ་ནག་གི་སྟོབས་ཤུགས་ཞེས་རྒྱ་མི་ཚོས་མགོ་མཐོ་མཐོ་དང་དཔུང་བརྫིག་བརྫིག་བྱེད་བཞིན་པའི་དུས་ཚོད་དེ་ནི་ཡོངས་སུ་མཇུག་རྫོགས་པ་ཡིན་ལ། རྒྱ་ནག་གི་ཁེ་ཕན་མཐོང་ནས། གནམ་གཤིས་བླ་འོག་ཏུ་དུད་བཞིན་པའི་མི་དག་ལ་མི་རྟག་པ་ཡི་བསླབ་བྱ་ཟབ་མོ་གཅིག་དང། བརྗེད་དཀའ་བའི་སྨོན་ལམ་སྐྱུར་མོ་ཞིག་ཀྱང་ཡོང་ངེས་པ་རེད། མ་འོངས་པའི་དུས་ཚོད་ནང་རྒྱ་ནག་ལ་ལམ་བུ་གསུམ་ལས་ལྷག་མེད། གཅིག་ནི་ཞི་ཅིན་ཕིང་གི་གསང་བ་འོག་ཆབ་སྲིད་ཀྱི་མཁའ་དབུགས་ཉིན་བཞིན་འདམ་དུ་འགྲོ་བ་དང། དཔལ་འབྱོར་ཐད་སྲིད་ཇུས་ཉིན་བཞིན་ཇེ་མཁྲེགས་སུ་སོང་ནས། རྒྱལ་ཁབ་ཡོངས་ཀྱི་དམིགས་ཡུལ་ནི་ཞི་ཅིན་ཕིང་གི་སྲིད་དབང་ཁོ་ན་སྲུང་སྐྱོབ་བྱེད་རྒྱུ་ཡིན་པས། བྱང་ཀོ་རེ་ཡ་ལྟ་བུའི་རྒྱལ་སྐྱོང་ལམ་བུ་གཅིག་ལ་ཕྱི་ལོག་བྱས་པ་དང། ལམ་བུ་གཞན་ཞིག་ནི། རྒྱ་ནག་དམར་ཤོག་དབང་འཛིན་ནང་ཁུལ་དུ། འཐབ་འཁྲུག་བྱུང་ནས་ཤི་ཅིན་ཕིང་གིས་སྲིད་དབང་གཏོར་བ་དང། ཀྲུང་གོ་གུང་ཁྲན་ཏང་ཞེས་པའི་ཞྭ་མོ་འདི་ཡང་དོར་ནས། ད་ལྟའི་རྒྱ་ནག་ནང་གི་ཁེ་ཕན་འཛིན་མཁན་ཚོས་རང་ཉིད་ཀྱི་ཤ་ནས་ཀྱང། ཏི་ཁ་འགའ་ཞིག་དང། རུས་པའི་ནང་ནས་ཀྱང། རྐང་ཕྲན་བུ་རེ་འཐེན་ནས། རྒྱ་ནག་མི་སེར་གྱི་འཚོ་བ་ཡག་ཙམ་གཏོང་པ་དང། ནུབ་ཕྱོགས་པ་དང། ཡང། མཐུན་ཅི་ཐུབ་བྱས་ནས། སྲིད་དབང་གསར་པ་ཞིག་འཛུགས་སྲིད་པ་དེ་རེད། ཝང་ཅེ་ཧྲེང་གི་གྲོགས་པོ། རེན་ཀྲེ་ཆང་དང། ཏིང་ཞོ་པི་ཚང་གི་མག་པ། ཝུའུ་ཞོ་ཧུའེ། ལི་ཧྥུང་གི་བུ་མོ། ལི་ཞུ་ལེན། ཧུའུ་ཅིང་ཐའོ་ཡི་བུ། ཧུའུ་ཧུའེ་ཧྥེང། ཅང་ཙི་མིན་གྱི་བུ། ཅང་མེན་ཧན། ཀོ་ཝེན་ཀུའུ་ཡི་དགྲ་བོ། མོང་ཅན་དྲུག་དང། ཐ་ན་ཀུ་ཝན་ཀུ་ར་གཉིས་ཀྱང་ཁེ་ཕན་འཛིན་མཁན་འདི་ཚོའི་ཁོངས་སུ་ཡོད་པ་ཡིན། ཡིན་ན་ཡང། རྒྱ་ཡི་ལམ་ནས་གཅིག་ཙམ་ཐོན་ངེས་པའི་ལམ་བུ་གསུམ་པ་ནི། ཕྱོགས་གཏོགས་སྐམ་ལ་གདོང་པ་ཟེར་ཁ་སྐད་པའི་རྒྱ་ནག་མི་སེར་ཚོས་གྱེན་ལོག་བྱས་ནས། ད་ལྟའི་རྒྱ་ནག་གི་ཁེ་ཕན་འཛིན་མཁན་ཚོ་པགས་པགས་དམར་ཤུལ་དང་ནང་ཁྲོལ་ཧོམ་འདོན། རྒྱུ་མ་བཙན་འཐེན་དང་ཤ་རུས་རྩུབ་རྩུབ་སྟུབ་སྟུབ་བྱས་ཏེ། གནམ་ས་དམར་མོར་གྱུར་བའི་ཉིན་མོ་གཅིག་རྒྱ་ནག་ལ་ཡོང་སྲིད་པ་དེ་རེད། དེ་ནི་ད་ལྟའི་རྒྱ་ནག་གི་ཁེ་ཕན་འཛིན་མཁན་ཚོས་མདོ་ཁམས་དང་སྙིང་རྗེ་མེད་པ་ལས་བྱུང་བའི་སྤྱི་ཚོགས་འགལ་ཟླའི་འཁྲུལ་བའི་འབྲས་བུ་ཡིན་པ་དང། དེ་ལྟ་བུའི་ཁྲག་དྲུག་བྲོ་བའི་གསར་བརྗེ་གཅིག་ལ་བརྟེན་ནས། དུས་རབས་གསར་པའི་སྐྱ་རེངས་བསུ་ངེས་པ་རེད། ད་ལྟ་རྒྱ་མི་ནང་ནས་མགོ་གྲུངས་པ་དང་མིག་རྒྱང་རིང་བ་འགས། ད་ལྟ་ནས་ཨ་རིས་གཙོས་པའི་འཛམ་གླིང་མི་མང་ལ་དགོངས་པ་མ་ཚོམས་ཞུ་བའི་ལས་འགུལ་ཅིག་འགོ་འཛུགས་བཞིན་ཡོད། ཁོང་ཚོས། རྒྱ་ནག་ནད་དུག་ནི་རྒྱ་མི་རྣམས་ཀྱིས་འཛམ་བུ་གླིང་དུ་ཁྱབ་འཇུག་པ་ཁས་ལེན་གྱི་ཡོད་པ་དང། དེ་ལྟ་བུའི་གནམ་གཤིས་འབག་བཙོག་ཏུ་གྱུར་བའི་མཐའ་བཞིར་མི་རིགས་གཅིག་གིས་ཁོང་མོར་གྱུར་པར་ངོ་ཚ་བཞིན་ཡོད། མགོ་བོ་དུད་བཞིན་ཡོད། དགུང་དག་ཞུ་བཞིན་ཡོད། དགུང་དག་ཞུ་བའི་ལས་འགུལ་འདི་ཉིད་ཆེ་ནས་ཆེ་རུ་འགྲོ་ངེས་པ་དང། ལས་འགུལ་དེ་བརྒྱུད་ནས་རྒྱ་མི་མང་པོ་ཞིག་གིས་ད་ལྟའི་རྒྱ་ནག་གུང་ཁྲན་སྲིད་དབང་ལ་རྒྱུས་མངའ་ཟབ་ཏུ་འགྲོ་བ་དང། གུང་ཁྲན་སྲིད་དབང་དང་ཤ་ཁ་ཁ་བྲལ་སོ་སོའི་འདུ་ཤེས་སྤུངས་ནས་སྒེར་གཅོད་སྲིད་དབང་གཏོར་བ་ལ་ནུས་པ་འདོན་དང་འདོན་བཞིན་པ་རེད་འདུག་ཡིན་ན་ཡང། རྒྱ་ནག་དམར་གཞུང་གིས་བློ་ཁ་ཡོངས་སུ་བསྒྱུར་བ་ཁག་ཅིག་དང། རྣམ་དཔྱོད་ཀྱི་བློ་གྲོས་ཡོངས་སུ་ཉམས་པ་ཁག་ཅིག་དགེ་སྡིག་གིས་རྒྱ་མ་ཁེ་བན་གྱི་འཇོན་མཁན་མང་པོ་ཞིག་དེ་རིང་ཁ་སང་དགའ་ནས་སྡོད་མི་ཚུགས་པར་གྱུར་ཡོད། ཁོ་པ་ཚོས་ཨེ་ཏྲ་ལི་དང་ཨ་རི་སུ་ཞིག་གིས་རྒྱ་ནག་གི་ནད་པའི་གྲངས་ཚད་ལས་སྔོན་དུ་བརྒལ་བར་སྒུག་ནས་བསྡད་ཡོད། དོན་ངོ་མ། རྒྱ་ནག་གི་ནད་པ། ན་བ་དང་ཤི་བའི་གྲངས་ཚད་ནི་མིག་གིས་ལྟ་མི་བཟོད་ཅིང་བློ་ཡིས་གདེང་རྒྱག་མི་ཕོད་པའི་ཚད་ལ་སླེབས་ཡོད་པ་དང། རྒྱ་ནག་གཞུང་ནས་ཚེ་སྲོག་གི་འཇིགས་པ་དེ་དག་སྦ་གསང་བྱེད་བཞིན་ཡོད་པ་གསལ་བོ་རེད་འདུག་ཁ་སང་རང་དུ། རྒྱ་ནག་ཀོང་ཏུང་ཞིང་ཆེན་གྱི་ས་ཆ་མང་པོར། པུར་གཟིགས་བྱེད་མཁན་གྱི་ལས་མིར་གསར་པ་མང་པོ་བསྡུ་བཞིན་ཡོད་པ་དང། ཝུའུ་ཧན་གྲོང་ཁྱེར་གྱི་ས་ཁུལ་མང་པོར་ནད་ཡམས་ཁྱབ་རྒྱ་ཆེ་རུ་ཕྱིན་པའི་གསར་འགྱུར་ཕྱི་ལ་ཤོར་བཞིན་ཡོད། ལྷག་པར་དུ་རྒྱ་ནག་གི་སྨན་པ་ཞིག་གིས་ལབ་པ་ལྟར་ན། ད་ལྟ་རྒྱ་ནག་གི་ས་ཆ་ཕལ་ཆེ་བར་རྐང་བཙུགས་ནས་ནད་དུག་བརྟག་དཔྱད་བྱེད་ཀྱི་མེད་པ་དང། ན་ཚ་ཐོན་པ་དེ་དག་ཀྱང་སྤྱིར་བཏང་གི་གློ་ནད་ཁུངས་སུ་གཏོང་གི་ཡོད་རེད་ཟེར། འདི་ནི་ད་ལྟ་རྒྱ་ནག་ནང་དུ་ནད་པའི་གྲངས་འབོར་འཕར་ཚད་ཉུང་དུ་ཕྱིན་པ་དང་ཧ་ལམ་མེད་པ་ལྟ་བུ་གྱུར་པའི་རྒྱུ་རྐྱེན་རེད་འདུག་རྒྱ་ནག་དམར་གཞུང་ལ་ལྷ་ཡི་སྤྲུལ་པ་དང། ཐམས་ཅད་ལ་ཁ་ལོ་སྒྱུར་བའི་ནུས་པ་ཡོད་པ་མ་ཡིན་པས། ཤོག་བུས་བཏུམས་པའི་མེ་སྒོང་བཞིན་དུ་དངོས་ཡོད་གནས་ཚུལ་གང་ཡིན་པ་རྟགས་དང་མཚན་མ་མང་པོའི་སྒོ་ནས་ཕྱི་ལ་ཤོར་ཡོང་གི་ཡོད། ཁ་ས་ཡི་གསར་འགྱུར་གསལ་ཤོས་གཅིག་ནི། རྒྱ་ནག་གི་ཁ་པར་སྤྱོད་མཁན་གྲངས་འབོར་གློ་བུར་དུ་ས་ཡ་བཅུ་བཞི་ལྷག་མེད་པ་ཆགས་པ་དེ་རེད། དེ་ཡང། ད་ལོའི་ཟླ་བ་དང་པོའི་བར་དུ་རྒྱ་ནག་གི་ཁ་པར་སྤྱོད་མཁན་གྱི་གྲངས་འབོར་ལོ་མང་རིང་དཀར་ཕྱོགས་ཀྱི་ཟླ་བ་བཞིན་དུ་རིམ་གྱིས་འཕེལ་བཞིན་ཡོད་མོད། ཉེ་བའི་ཟླ་བ་གཉིས་དང་ཕྱེད་ཀ་ཙམ་གྱི་རིང་གློ་བུར་དུ་གོང་དུ་འཕེལ་མཚམས་ཆད་པ་མ་ཟད། ཁ་པར་བེད་སྤྱོད་གཏོང་མཁན་ས་ཡ་བཅུ་བཞི་ཙམ་འཇའ་ཡལ་བ་དང་མེད་པར་གྱུར་ཡོད། མི་དེ་དག་གང་དུ་ཕྱིན་པ་རེད་དམ། འགའ་ཤས་ཕྱི་ལ་ཕྱིན་པ་དང། རེ་འགའི་ཁ་པར་གྱིས་དངུལ་སྤྲད་མ་ཐུབ་པ་ཡིན་སྲིད་མོད། དེ་ལྟ་བུའི་ཕོན་ཆེན་པོ་ཞིག་གློ་བུར་དུ་བོར་འགྲོ་བ་ནི་རྗེས་དཔག་གཏན་ཚིགས་དང་འགལ་བ་ཡིན། རྫ་དྲག་ཆེ་བའི་དུས་ཚོད་འདི་དག་ནང་ཁ་པར་ནི་མཁའ་དབུགས་བཞིན་དུ་མེད་ཐབས་མེད་པ་ཡིན་པས། དེ་དག་ལས་གྲངས་འབོར་ངེས་ཅན་ཞིག་ནི་རྒྱ་ནག་ནད་དུག་དབང་གིས་ནར་ནས་ཉེས་སེལ་ལུས་པའམ་ཕྱི་ཐག་གཤིན་རྗེའི་ཡུལ་དུ་བཀུག་ཟིན་པ་རེད་འདུག། འདི་ནི་ད་ལྟའི་རྒྱ་ནག་གི་གནས་སྟངས་ངོ་མ་ཡིན་མོད། རྫུན་གྱི་འཇིག་རྟེན་ནང་དུ་འཚོ་བཞིན་གནམ་གཤིས་ལ་ལྕགས་སྒྲོག་ཐེབས་པ་དག་གིས་དེ་དག་ཧ་གོ་མི་སྲིད་ལ། གཞན་གྱིས་བདེན་པར་ར་སྤྲོད་བྱས་ཀྱང་འདྲེན་བྱེད་ལག་པས་བཀབ་ནས་ཡིད་ཆེས་བྱེད་མི་སྲིད། དེ་དག་ནི་རྒྱ་ནག་གི་རིག་གནས་དྲི་མ་ཅན་གྱི་ནར་སོན་ཞིང་དམར་པོའི་གཞུང་ལུགས་ཀྱི་དུག་ཆུ་རབ་ཏུ་གཟེར་བའི་རྒྱ་མི་ཚོ་རེད། སྟབས་མ་ལེགས་པ་ཞིག་ལ་སྨྱོན་པ་དེ་དག་ཁྲོད་དུ། བོད་པ་ཡང་རེ་གཉིས་མཐོང་རྒྱུ་ཡོད། དེ་ནི་ཁྱེད་དང་ཉེ་ན་རྨ་དང་ཉེ་ཟེར་བ་བཞིན། དྲི་མ་ཅན་གྱི་རྒྱ་ནག་རིག་གནས་དང། དུག་ཆུ་འདྲ་བའི་དམར་པོའི་ལྟ་བ། ལས་ཀྱིས་འདྲེས་པའི། རང་དོན་ཁོ་ན་མ་གཏོགས། ཡོད་ཚད་བོར་བའི་བོད་པ་རེ་ཟུང་རེད། བོད་པ་དེ་དག་གིས། ད་ལྟ། ཕ་བསོད་དགྲ་བོའི་རྒྱབ་ཏུ་ལངས་ཀྱི་ཡོད་པ་དང། ང་ཚོ་ཤར་ཕྱོགས་པ། ཟེར་བའི་ཞེན་ཁོག་རྫུན་མའི། ཚིག་དེ་དག་གཡར་ནས་མང་ཚོགས་ཚོར་མགོ་སྐོར་གཏོང་ཨེ་ཐུབ་བལྟ་གི་ཡོད། རྒྱ་ནག་གི་ནད་དུག་འདིས་ལོ་རྒྱུས་ལ་འགྱུར་བ་ཐེབས་ཡོད་པ་དང་མི་དང་མིའི་བར་གྱི་འབྲེལ་བ་ལ་ཡང་འགྱུར་བ་ཆེན་པོ་ཐེབས་ཡོད། ད་ལྟ་ནི་ལོ་རྒྱུས་ཀྱི་དཀྱོགས་མཚམས་དུས་ཀྱི་འཚུབ་ཆ་ཆེ་ས། དགེ་སྡིག་ཤན་འབྱེད་ཀྱི་དུས་རབས་གསར་པ་ཅིག་ཏུ་སླེབས་ཡོད་པས། ནུབ་ཕྱོགས་ཀྱི་མཁས་པ་ག་གེ་མོས། དྲང་པོའི་གཞུང་སྐྱོང་དང་མི་སྐྱོང་ནི་ཧ་ཝར་སློབ་ཆེན་གྱི་སློབ་གསོ་ལེགས་པོ་འཕྲོད་ཡོད་མིན་གྱི་ཚད་འཛིན་བྱེད་ཡིན་གསུངས་པ་ལྟར། ང་ཚོ་བོད་པ་རྣམས་ཀྱིས་ཀྱང། ཤར་ཕྱོགས་པ་ཟེར་བའི་ཤེས་འཁོར་སྐམ་པོའི་རྗེས་སུ་མི་རྒྱུག་པར། རྒྱུ་འབྲས་དཔང་དུ་བཙུགས་ནས་རྒྱུ་མཚན་ཅི་ཡིན། བོད་པ་ཚོ་ས་མཐར་བསྐྱལ་བ་དང། རྒྱ་ནག་དམར་གཞུང་སྲིད་དབང་འདིའི་འོག་ཏུ། སངས་རྒྱས་ཀྱི་བསྟན་པ་ལ་མདུན་ལམ་འདུག་མི་འདུག་སེམས་ཅན་ལ་བདེ་བ་འདུག་མི་འདུག་བོད་མི་རིགས་ལ་མདུན་ལམ་འདུག་མི་འདུག་བཅས་ལ་དགོངས་པ་ཟབ་ཏུ་བཞེས་རྒྱུ་ནི། ཧ་ཅང་གལ་ཆེན་པོ་ཆགས་ཡོད་ལ། དཀར་ཕྱོགས་དང་ནག་ཕྱོགས་ངོ་ཆོད་པ་བྱས་ནས། ཅིས་ཀྱང་ཤངས་ཁོག་སྐམ་པོ་དང། གནས་སྐབས་ཁེ་ཕན་གྱི་རྗེས་སུ་མ་རྒྱུག་མཁན་ཞིག་བྱེད་རྒྱུ་ནི། དེ་བཞིན་གལ་ཆེན་པོ་ཆགས་ཡོད།